ཡིན་གྱི་རེད། གང་ཡིན་ཟེར་ན་འདི་ཚོ་གཅིག་གི་གཞིས་ཆགས་ཀྱི་སྒྲིག་དང་སྒྲིག་ལམ། གས་ཧ་གོ་གོ་ཡོད་མ་རེད་གང་ཡིན་ཟེར་ན་ད་ཁོ་རང་ཚོ་ས་གནས་གཞིས་ཆགས་ལ་ཡང་ཞི་དྲག་ཀྱི་བདེ་མྱུར་ཡོད་མ་རུ་བ་གཞིས་ཆགས་ཀྱི་མ། མ་བདེ་བ། མ་བདེ་བ་དེ་འདྲ་ཁས་མ་རེད་བདེ་ས་མེད། གཞིས་ཆགས་ཀྱི་ཁུངས་མེད་ཁུངས་ལུགས་ཀྱི་གཞིས་ཆགས་ཀྱི་ཐོབ་ཐང་དང་དེ་འདྲ་ཁས་མེད་མེད་འོང་དུས་ཧ་གོ་གོ་མ་ར། རང་ཁ་རང་གསོ། ས་ཆ་ག་ས་ག་ལ་བསྡད་ལེ་ཉེ་དེ་འདྲ་ཡོད་རེད་རྒྱལ་ས་ལྡི་ལི་ལ་ཡིན་ནས་ལེ་ད་ལྟ་ཞི་ཅང་ནང་ལ་མེད་ཉེ། ལྡི་ལི་ནང་ལོག་ལ་ཡར་བསྡད་དེ་ཉེ་མང་པོ་ཞུ་བཞིན་ཡོད་རོ། ཁ་ཐོར་དེ་ཉེ་དེ་འདྲ་ཁ་ཐོར་བ། ད་ག་ནང་བཞིན་ཀ་ལ་ཀ་ཏ་ད་ག་ནང་བཞིན་བུམ་བཱི། ག་ས་ག་ལ་ས། ཡོད་རེད། ཕྱི་རྒྱལ་ཡུལ་གྲུ་ཁ་ལ་ད་ལྟ་མང་པོ་ཡོད་རོ་བོད་ནས་ཁར་ཐུག་ལེ་ཕག་དེ་ཉེ་དེ་ཚོ། དེ་ཚོ་གི་དྲན་སྐུལ་ཡོད་ཀྱི་རེད་ད་གཅིག་ལང་ཀ་བཟོ་བ་ལ་ཡར་མ་ཡོང་བ་རེད་བྱས་ནས་ཆད་པ་རྒྱག་འོང་དུས་ཡག་པོ་མཐོང་གི་མི་འདུག་ཟེར་དེ་ཁོ་ནས་མཐོང་གི་ཡོད་ཀྱི་ཡོད་རྒྱུ་མ་རེད་དེ་འདྲས་ཀྱི་ང་ཚོ་འུ་ཐུག་དེ་ཁོ་རེད། འོང། མ་བྱས་རང་བྱས་ཀྱི་ཁེ་ཁོ་རེད་སྙེ་མ་ཁོ་ངོས་སྲིད་སྐྱོང་ཕེབས་པའི་སྐབས་སུ་ཡིན་ནས་ལས། ཨ། ཨ། དེ་འདྲས་བྱེད་ཀྱི་ཡོད་མ་རེད་དང་དུ་ལོན་ནས་སོ་སོ་སྒེར་གྱི་རང་ལ་བསམ་བློ་བཏང་ནས་ལས་ཀ་བྱས་དེ་ཁོ་ར་ཁ་ནས་མང་ཆེ་བ་ཆེ་དྲང་པོ་བྱས་ནས་ཁ་རི་ཁར་ཐུག་གཞིས་ཆགས་ཁག་དུ་བ་ཡིན་ནས་ལས་རེད་ད་ཁ་རང་རེད་བ། ཉེ་མ་སྐབས་སུ་ཡིན་ནས་ལས་ད་ཅིག་གི་ལས་ཀ་བྱེད་ཁ་སྐུ་སྐུ་དྲག་སུ་ཕེ་ཡོང་ནས་ལས་དེ་དུས་བཀའ་བློན་བཀའ་བློན་ཁྲི་པ་སི་གི་རོ་བཀའ་བློན་ཁྲི་པ་ད་ག་ནང་བཞིན་གཞུང་གི་ལས་ཀྱི་སྣེ་མོ་བ་སུ་ཕེ་ཡོང་ནས་ལས་ཚང་མ་ཟུག་གོ་རོ་དེ་སྐབས་སུ་ཡིན་ནས་ལས་ཨ། ཆད་པ་མི་མ་ལས་བ་རེ་བྱེད་ན་མི་ཚང་གཅིག་གི་མི་ཚང་རེ་རེ་ནས་མི་ལས་རེ་མ་ལས་བ་རེ་བྱེད་ན་ནི་ཁོ་ཆད་པ་རྒྱག་གི་ཡོད་ཀྱི་རེད་རེད་བ་དེ་སྐབས་སུ་ཡོད་དེ་རེད་དེ་ཁོ་ཁོང་དང་ཁོང་དང་ལོང་ཡོད་བ་འགྲོ་བྱེད་རེས་ཞུ་ཡ་ཡིན། ཁྱེད་རང་ང་རང་ཚོ་ད་ཅིག་བོད་པ་གི་སོ་སོ་གི་དཔོན་པོ་ལས་དུས་དེ་གཙང་མ་བཟོ་ཡག་འགྲོ་ཡག་དེ་གཙང་མ་ལང་ཀ་གཙང་མ་ཆེ་དང་གཙང་རིག་རིག་ཅིག་བཟོ་ཡག་དེ་ཁོ་རྒན་རུ་བ་ཡིན་ནའི་ལས་ད་ཁོ་སང་ཉིན་དངོས་སུ་སྲིད་སྐྱོང་མི་གལ་ཡ་ཕེ་ཡང་འགོ་རེད་སྲིད་སྐྱོང་ཟེར་ནས་ད་མི་མང་གི་དམ་ཐོག་སྲིད་སྐྱོང། དེའི་སྐབས་སུ་ཨ་ནི། སོ་སོ་འགྲོ་མ་འགྲོ་སོ་སོ་འདོད་པ་རེད། རེ་བ་དང་པོ་དེ་ལ། འགྲོ་མ་འགྲོ་སོ་སོ་འདོད་པ་རེད། ཕེབས་བསུ་ཞུ་ག་ཟེར་ནས་འགྲོ་མ་འགྲོ་སོ་སོ་འདོད་པ་རེད་ད་ག་ནང་བཞིན་ཕི་ག་ལི་ཡ། ཁ་སོ་རེ་ད་མི་མང་མཉམ་འདོག་ལི་ཡ་ཅིག་གསུང་བཤད་གནང་བའི་སྐབས་སུ་ཡིན་ནི་རེད་ཕེབས་མ་ཕེབས་སོ་སོ་འདོད་པ་རེད། རེ་བ་ཨ་ནི། ཕེབས་བས་ཕེབས་བས་དབང་དུ་བཏང་བས་ཡིན་ནི་རེད་ཕི་ག་ལི་ཕེབས་དུས་ཨ་ནི་བཀའ་མོལ་ག་རེ་གནང་མ་གནང་དེ་སོ་སོ་འདོད་པ་རེད། དམངས་གཙོ་བཅས་ཡིན་དུས་དྲི་བ་འདི་བཏང་ཡས་དེ་གལ་ཆེན་པོ་རེད་སྐུ་མགོན་གི་ཡིན་ནའི་ལས་ད་ཅིག་གི་ཉིན་མ་ཡིན་ནའི་ཁྱེད་རང་མི་མང་ཡིན་ནའི་ཡ་མཁར་དུག་དྲི་བ་བཏང་ཞོགས་ཟེར་དྲི་བ་བཏང་དགོས་རེད་ཟེར་ནས་གསུངས་ཡོད་རེད་ཉི་མ་རྒྱ་རྒྱ་རྒྱ་རྒྱ་རྒྱ་ལི་ཡ་ནི་ལས་བསྡོམས་དེ་ཚོ་མ་འདྲང་གི་ཡིན་ཟེར་རོ། ཨ་འདི་ཚོ་བས་ཅིག་གི་མ་བཏོན་ད་ཟེར་ནས་ཡོ་ཞུ་ཡས་ཡོད་རོ། ཨ་ད་ག་ནང་བཞིན་ཁ་སེང་ཉེ་ཆར་སྐུ་མགོན་གིས་གསུངས་ཡོད་རེད། ད་ལྟ། པེ་ཨེམ་ཧྥན་ཀྲི་ལ་ཡ་ཨན་སྐུ་དངོས། ང་རང་ཚོ། བོད་ཀྱི་སྲིད་སྐྱོང་དང་པོ། འབུམ་རམས་པ་མཁས་དབང་བློ་བཟང་སེང་གེ་ལགས་ཀྱི་ལམ་སྟོན་འོག་ལ། པི་ཨེམ་ཧྥ་འདྲི་ལ་ཡང་ནི་ཏོག་དབྱིབས་ནད་བག་གིས་རྫ་དྲག་གི་ཆེད་དུ་རྒྱ་གར་གཞུང་ལ་ཡང། རོགས་རམ། ཅིག། མི་མང་ལ་ཡང་བསྡུ་རུག་བྱས་ཡོད་རེད་དེ། དུས་ཚོད་ཅིག། བཟོས་ནས། དེའི་སྐབས་སུ་ཡང་ནི་མི་མང་རྣམས་པ་གི་རོགས་རམ་དཔེ་ཡག་པོ་བྱས་ནས་ཡང་ནི་པི་ཨེམ་ཧྥ་འདྲི་ལ་ཡང། འབུམ། བཞི་བརྒྱ་ཡིན་ན་ལྔ་བརྒྱ་ཡིན་ན་ཅིག་ད། སྙེ་མ་ལས་ཡོང། ད་ད་ལྟ་བར་དུ་ཡོང། མ་ཉུང་བ་ཅིག་བྱུང་ཡོད་རེད་ཞལ་འདེབས་ཀྱིས། འདི་ཡ་ཡ་པི་ཨན་ཧྥ་འདྲི་ལ་ཡ་ཡ། ཡིན་གཅིག་མིན་གཅིག་ཆ་ཚང་གཅིག་བཏང་རོགས་བྱས་ཟེར་ནས་རོ། འབུལ་སྐུལ་ཞུ་དགོས་གལ་ཆེན་པོ་རེད། གང་ཡིན་ཟེར་ན་རྒྱ་གར་གཞུང་གིས་ང་རང་ཚོ་ལ་ད་ལྟ་ཡ་ཕུད་བྱ་བ་དེ་འདྲའི་ལས་ལྡབ་ལོ་བརྒྱ་དང་ཉིས་བརྒྱ་སུམ་བརྒྱ་དེ་ལྷག་ཚུན་གནང་ཚར་རེད་བ། དེ་ཚོ་ཏག་ཏག་ཅིག་ཡ་ཕུད་དགོས་ཡ་གལ་ཆེན་པོ་རེད་ད་ལྟ་འདིའི་ནང་ལོ་ནས་སྐུ་ངོས་ཀྱི་སྲུང་འཁོར་རེ་བརྒྱ་ཆ་ལྔ་བཅུ་བྱུང་ན། ང་རང་ཚོ་ད་ལྟའི་དཀའ་ངལ་འདི་བསལ་ཡ་ལས་ཡ་ནི་མ། བྱེད་དགོས་འདུག། གསུང་གོ་ཡོད་རེད་རོ། དེ་ད་འདྲའི་དཀའ་ངལ་བསལ་ཡ་ལས་བྱེད་དགོས་ཡ་ཁེལ་ཡོད་མ་རེད་ཚོས་གྲོས་ཚོགས་ཡི་གེ་ཚགས་ཚུད་པོ་བཅུ། ཚོགས་བཅུ་རོ་བྱེད་ད། ཨ་ནི། ང་རང་ཚོ་སྲིད་སྐྱོང་དང་པོ་འབུར་མ་པ་མཁས་དབང་བློ་བཟང་སེང་གེ་ལགས་ཀྱིས་ཡི་གེ། དངུལ་དེ་ཚོ་ཚང་མ་བཏང་ཆོད་ཆོག། འོ། བཟོས་བཞག་ཡོད་རེད། འོ་དེ་འདྲའི་ཞིག་ཞུ་འདོད་བྱུང་སོང། ཡང་གཅིག་གིས་འདི་འདྲའི་མ་བྱས་པ་ཞིག་ད་ལྟ་བརྒྱ་ཆ། བཅོ་ལྔ་ཉི་ཤུ་རྩེ་ལྔ་ཟེར་ཞིག་རྦད་དེ་ཉག་བདེ་བ་ཡིན་བཅོ་ལྔ་ཡིན་ནས་ཉི་ཤུ་རྩེ་ལྔ་ཡིན་ནས་བརྒྱ་ཆ་ལྔ་བཅུ་ཡིན་ནས་ཉག་བདེ་བ་རེད་ཞེས་ན་རྒྱ་གར་གཞུང་གིས་ཡས་ནས་ག་རེ་དྲན་གྱི་རེད་ཟེར་ནས་འོ་དེ་འདྲ་ཞིག་ཞུ་འདོད་བྱུང་ཟེར་རོ། ཨ་སྐུ་དངུལ་གྱི་གསུང་གི་ཡོད་རེད་འདི་མི་མང་གི་ཡ། ཕུད་ཞང་ཉན་དུ་འཛུགས་ཀྱི་ཨའོ་ད་ཁྱེད་ག་ཉག་ནས་འབྲི་དགོས་ཡོད་རེད་ཟེར་དེའི་ཁ་ཡི་གེ། གཅིག་སྒྲིལ་ཚོགས་པ་གི་ཚོགས་གཙོ་ཡིན་ནས་འདྲ་ད་ག་ནང་ཞིག་ཤོད་ཟེར་ས་གཞུང་འབྲེལ་མ་ཡིན་པ་ཚོགས་པ་ཁ་ཤས་ཅིག་གིས། ཚོགས་གཙོ་གཅིག་གི་གསུང་ཡོད་རྒྱུ་རེད། འདི་ཚོགས་གཙོ་གཅིག་གི་གསུང་བཞག་རེད་མ་གཏོགས་མེད་ཡི་གེ་གཞན་འདྲ་རྒྱ་སྙན་དུ་འཛུགས་སུ་རུ་འདུག་ཅིག་ཟིག་རོགས་ཅིག། གཞན་འདྲ་རྒྱ་སྙན་དུ་འཛུགས་གི་འདི་འདྲ་བྱེད་དགོས་ཡ་ཅིག་གི་གཙང་བ་ཉིད་ནས་ཐུང་གི་ཡོད་མ་རེད་ཟེར་ཞུ་འདོད་ཡ་ཡི་རོ། གལ་སྲིད། མི་མང་གི། དགོངས་པ་ལ་འདི་འདྲ་འདུག་ཟེར་ན། མི་མང་ལ་ཡ་མང་བཀའ་འདྲི་ཞིག་ཞུ་ད། ཨོ་ང་ཚོ་ཆ་ཤས་འདི་འདྲ་བྱུས་ཡོད། མི་མང་གི་ཡ་བསྡུ་རུག་ཅིག་བྱས་བཞག་ཡོད་རེད་མི་མང་གི་བསྡུ་རུག། གནང་བ་ནང་ལོགས་ནས་ཨ་ནི། བརྒྱ་ཆ་འདི་འདྲའི་ཞིག་ང་རང་ཚོ་རྒྱ་གར་གཞུང་ལ་ཡར་ཕུལ་ཡོད་ད། བརྒྱ་ཆ་འདི་འདྲའི་ཞིག་ང་རང་ཚོ་དེ། ད་ལྟའི་དཀའ་ངལ་སེལ་ཡ། ད་ལྟོ་ཡུན་ནས་བ་གི་དཀའ་ངལ་སེལ་ཡ་ལས་བེད་སྤྱོད་བྱེད་ཀྱིན་ཡིན་ཟེར་ནས། མར་གྱིས་གསུངས་ད། མི་མང་གི་ལན་ཞིག་རྒྱ་གིར་བ། མ་གཏོགས་ཅིག་གི་ཟུར་པ་དང་དེ་འདྲའི་ཁ་ཤས་ཅིག་གིས་རྐྱང་རྐྱང་དེ་འདྲའི་ཐག་གཅོད་རྐྱང་རྐྱང་བྱས་བ་ཡིན་ན་ནི་འདི་ང་རང་ཚོ་དམངས་གཙོ་ཡང་དག་པ་སྤྱི་རྩ་བ་ཉིད་ནས་རེད་མེད་དོ། འདི་སྙན་མང་ནང་བཞིན་རེད་ནི་སྐུ་དྲག་རིགས་རྒྱུད་འདི་རེད། དཀོན་མཆོག། ད་ལྟ་ཡང་སྤྱི་ཚོགས་ནང་ལ་སྲུང་མཁོ་ཡོད་རེད་ཁམས་པ་དོན་གཙོ་གིས་ཅིག་བོད་ཕུང་བཤའི་རེད་ཁམས་པ་དོན་གཙོ་བོད་ཕུང་བཤའི་གན་མེད་བ་དངོས་གནས་བྱས་བ་ཡིན་ན། ད་ལྟ་ཡའི་མདོ་སྟོད་མི་མང་དོན་གཙོ་ལ་ཡའི་ཚུགས་གཡུག་དེ་གོ་རེད་ད་ལྟ་ཆོས་རྙོག་དྲ་དེ་ཆོལ་ཁ་ཆོས་དྲུག་གི་གན་མ་རེད་དེ། བོད་སྤྱི་པ་གི་རྙོག་དྲ་རེད། སྙེ་མ་བོད་ས་དམར་ཤོག་དངོས་ནས། ཁམས་པོ་མི་གའི་ཆབ་མདོ་ཤོག་གྲོལ་བྱེད་དུས། བོད་ལ་ཡ། སྡེ་བ་གཞུང་ལ་ཡ་རོགས་པ་བྱེད་ཤོག་རོགས་པ་བྱེད་རོགས་ཅེས། ཟེར་དུས་ཤོག་པ་བཙལ་ནས་སྡེ་རེ་ཡོད་རེ་བ་འདི་ཚོ་ཚང་མ་ཡོད་རེ་བ་དང། དེ་འདྲའི་གང་ལ་བླངས་ནས་ཆོ་ཡོད་མ་རེད་རྙིང་པ་འདི་ཚོ། ཨ་ནི་ད་ལྟ་ཡིན་ན་ཞིག་ད་ལྟའི་རྙོག་དྲ་དེ་ཆོལ་ཁ་བྱེ་བྲག་པ་གཅིག་དང་ཆོས་ལུགས་བྱེ་བྲག་པ་གཅིག་ལ་བག་སྦྱར་བྱ་བ་ཡིན་ན་དེ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ཟེར་ཞོད་ཡ་ཡིན། ད་ལྟ་འདི་ཆོལ་ཁ་བྱེ་བྲག་པ་གཅིག་དང་ཆོས་ལུགས་བྱེ་བྲག་པ་གཅིག་ལ་རྩ་བ་གཉིས་ནི་ཐུག་ཡོད་མ་རེད་ད། ད་ལྟའི་རྙོག་དྲ་དེ་ཡིན་ནས། བྱས་ཙང་སྐུ་དངོས་ལ་ཡང་འདི་ཡིན་ཅི་མིན་ཅི་ཡག་ཅི་སྐད་ཅིག་བྲིས་དགོས་ཡ་དཔེ་གལ་ཆེན་པོ་རེད། ད་ལྟ་ཡི་གེ་ལ་ཡང། ཆོལ་ཁ་གསུམ་གྱི་མི་ཆོས་བརྒྱུད་ཆེན་མོ་ལྔ་གི་མི་སྐད་སྐུ་ཚབ། སྤྱི་འཐུས་སྐབས་བཅུ་དྲུག་པ་གྲོས་ཚོགས་བཅུ་པའི་ཐོག་ལ། ཨ་ནི་གསུམ་ཆ་གཉིས་ཀྱི། སྤྱི་འཐུས་སུམ་ཅུ་སོ་གཅིག་གིས་མ་དཔེ་བཞག་འཇུག་དེ་ཡང་ད་ལྟ་བཙན་བཟུང་བྱས་ཏེ་འགྲིག་གི་མི་འདུག་ཟེར་ནས་རྙོག་དྲ་འདི་རུ་བ་རྡོག་རྡོག་ད་ལྟ་བ་འདི་རེད་ད། གཞན་ལྷག་ཁེ་ཁེ་མ་རེད་ཐུང་འོས་ས་ཡོད་ན་ཟེར་ནས་མེད་ན་ཟེར་ནས་ད་ག་རང་རུ་བ། ཁོ་བོ་རྒྱུ་ཏང་དང་འགྲིག་ནས་འདྲ་མ་འགྲིག་ནས་འདྲ་དེ་ཁས་བཤད་ཡོད་མ་རེད་གལ་སྲིད་འགྲིག་མི་འདུག་ན་གྲོས་ཆོད་ཚོགས། ཡང་འགྲིག་མི་འདུག་ན་འགྲིག་མི་འདུག་ཟེར་ཡ་བཞག་ཡ་ཡོད་རུ་བ། གྲོས་ཆོད་བཞག་རོགས། ད་དེ་ཚོ་ཚང་མ་མཁྱེན་ཚད་རེད། སྐུ་ངོ་སྤེན་པ་ཚེ་རིང་ལ་འདི་འདྲའི་སྒྲོག་དྲི་བ་གཏང་དགོས་དགོས་རེད་ད་དེ་ཚོ། ད་ཁ་སིང་སུང་འོས་རེད་སྤྱི་ཟླ་གསུམ་པ་པོ་ཏོ་ལྷག་བར་ར་བཞིན་ཡིན་ན། བོད་གཞུང་སྒོ་རྒྱབ་དགོས་ཡ་ཉེན་ཁ་ཆེན་པོ་རེད་ཟེར་སྙན་མ་གསུང་འོས་ར་ཉེན་ཁ་དེ་འདྲའི་ཆེ་དེ་འདྲའི་ཆགས་སོང་ན། རྐུབ་བཀྱག་གཡུག་ནས་འགྲོ་དགོས་བྱུང་ན་འགྲོ་རྒྱུ་རེད་ཟེར་ནས་ཤུགས་བཙོང་ཡོད་རེད་ད་དེ་འདྲ་མ་ཆགས་སྔོན་ནས་འགྲོ་བཞག་ན་ནི་ཡག་པོ་ཡོད་རེད། མིང་ཆད་འདི་བོད་གཞུང་སྒོ་རྒྱག་གི་རེད། རྒྱག་དགོས་ཡ་ཆགས་ཡ་དང་མིང་ཆད་འདི་ཁི་དགོས་ཡ་ཡོད་མ་རེད། ལག་པ་གཉིས་གནང་ནས་སྐྱག་དགོངས་པ་ཞུས། ད་རེས་མི་མང་གི་ཡང་དང་དོད་ཅིག་འཇོན་པ་ཅིག་ཡི་ག་ཡ་བཞག་འོང་དགོས་རེད། འོ་དེ་འདྲ་ཅིག་ཞུ་འདོད་བྱུང་སོང། རེད་ད་དངོས་གནས་ཁོ་རང་ད་འདྲ་ང་རང་ཚོ་ད། དཀའ་ངལ་ཆེ་ཤོས་དེ་ད་བསམ་བློ་བཏང་ཡ་དུས་ཚོད་རེད་བ། གཉིས་མ་ཡིན་ན་བོད་བོད་འདི་ཕ་རྒྱ་ལ་ཁ་བཏད་བསྐྱ་དེ་རེད་འཛམ་བུ་གླིང་ཚང་མ་རྒྱ་མི་མཉམ་དུ་གྲོགས་པོ་བསྒྲིག། ཚོང་བསྐྱབ་ཚོང་བསྐྱ་གཉིས་ཀྱི་ཚོང་བསྐྱབ། འོང། གྲོགས་པོ་བསྒྲིག་གཉིས་ཀྱི་གྲོགས་པོ་བསྒྲིག་འབྲེལ་བ་བྱེད་གཉིས་ཀྱི་འབྲེལ་བ་བྱ་རེ་བ་བྱ་གཉིས་ཀྱི་རེ་བ་བྱ་དེ་རེད་འདིའི་སྐབས་སུ་བོད་པ་གི་ཁ་བཏད་བསྐྱ་དེ་རེད། སློབ་མ་ང་ནི་ཅི་ནས་མ་ཁ་བརྡ་བཅའ་དེ་རེད། ད་ད་ལྟ་དེ་འདྲ་མ་རེད་ང་རང་ཚོ་ལྟ་ད། འཛམ་བུ་གླིང་ཡོངས་ཀྱི་རྒྱ་མི་ལ་ཡ་ཁ་བརྡ་བཅའ་དེ་རེད་ད་ང་རང་ཚོ་ལ་ལྟ་ད་ཡི་གེ་བརྩི་སྲུང་བྱས་ནས་བསྡད་དེ་རེད་ད་བོད་པ་ནག་ལོག་ལ་ཡ་ཕ་ད་ཁོ་རང་མང་རྙོག་ཡ་གི་བསམ་བློ་བཏང་བསྡད་དེ་རེད་བ་འདི་ཚོ་འགྲིག་གི་མི་འདུག་བ་ད། མ་རེད་བ་དུས་ཚོད་དེ་འདྲ། ད་འདི་འདྲའི་གནང་བདེ་བ་ཡིན་ན་ནི་ང་རང་ཚོ་གཅིག་སྒྲིལ་དང། ནུས་པ་མཉམ་སྤུངས་གོམ་པ་མདུན་སྤོས། གཅིག་སྒྲིལ། གར་ཟ་བྱེད། ཞེས་མང་པོ་ཞུས་ཡང་འདི་ཚོ་རྩ་བ་ཉིད་ནས་རེད་ཡ་མི་འདུག་ཨ། འོ་འདི་ཚོ་སྐུ་དངོས་གང་ལ་ཡབ་ཡིན་གཅིག་མིན་གཅིག་དྲི་བ་བཏང་དགོས་སྐོར་འདི། མགོ་ལོག་དང་པོ་རྩིས་གཉིས་དེ་སྐུ་དངོས་གིས་གསུངས་དེ་ནས་མ་གར་ཟ། ཁྲི། ཁྲི་དཔོན། རྩ་ནས་དམ་བཅའ་ལེན་སོགས་དེ་ནས་ཕྱི་ལ་ནོར་བ། ཁྲིམས་སྒྲུང་གི་དམ་བཅའ་ལེན་དགོས་ཡོད་ཟེར་ནས་ལས་མ་ཡི་གེ་ཀླད་པ་ཡིན་ནས་ལས་དམ་སྒྲུང་སྙིང་དང་ཡི་གེ་ཀླད་པ་ཡོད་ནས་ཁྲིམས་དང་མཐུན་པ་ཡིན་ནས་ལས། སོ་སོས་དེ་དང་པོ་ཁྲིམས་མཐུན་ཨ་ཡིན་མ་ཡིན་སོ་སོའི་གི་ཧ་གོ་གོ་རོ་བ་དེ་འདི་ཚོ་ཚང་མ་མཁྱེན་བརྩེ་རོ་བ་དེ། རྐང་བཙུགས་ནས་དེ་རྙོག་དྲ་བཟོ་ཡ་བྱོས་དོ་དམ་བཅའ་རིང་ལེན་པ་རོ་བ། ཡར་ཀླད་ཉལ་འདུག་འཛོག་གི་ཡིན་ནས་ལས་ཁོས་འོ་དེ་དམ་བཅའ་འོག་ནས་ལེན་གི་ཡིན་ད་ཁྱོད་ཚོ་ཤོ་ཨ་ཟེར་ནས་ཀླད་པའི་ངོ་རེ་ད་ཧ་གོ་གོ་རོ་བ་ད། རྙོག་དྲ་དེ་འདྲས་ལྷག་འདོད་རེད་ད། ད་རྙོག་དྲ་དེ་ཚོ་ལྷག་བདེ་བའི་རྒྱུ་མཚན་ག་རེ་རེད་ཟེར་ད་སྐུ་ངོ་ལས་ཡ་ཡིན་གཅིག་མིན་གཅིག། དྲི་བ་གཏང་དགོས་རེད་བརྒྱ་ཆ་བརྒྱ་དྲི་བ་གཏང་དགོས་རེད། སྙེ་མ་ཀུན་ཀུན་གྱི་དོན་གཅོད་སྐབས་སུ་ཨ་ནི་གཅིག་གི། རྙོག་དྲ་མང་པོ་ཅིག་བྱུང་ས་ཕྱི་གསལ་ནང་གསལ་བྱེད་དགོས་རེད། ད་ཕྱི་གསལ་ནང་གསལ་བྱེད་རོགས་བྱེད་དང། ད་ལྟ་ཏོག་དབྱིབས་ནད་པ་གང་ལ་ཡང་དངུལ་ཁ་སེར་རོགས་རམ་གྱི་འབྱོར་སོང། ད་ལྟ་འདི་ཕྱི་གསལ་གཅིག་ཐོག་དེ་གཙང་མ་མེད་ཟེར་ནས་མ་བསྟོད་མ་སོགས་བྱུང་བ་ག་ཚོད་བྱུང་སོང། ས་གནས་ཚང་མ་དང་དགོན་མ་རེད་ས་གནས་རགས་པ་གཅིག་གི་མང་མིང་སྟོན་ད་འགྲིག་གོ་རེད་ད་ག་རང་ད་ལྟ་འདི་བྱུང་སོང་ས་གནས་འདི་གི་འདི་གི་ཟེར་རགས་སོང་ཟེར་ས་གནས་འདིའི་ནང་ལོགས་ལ་ཞལ་འདེབས་རྒྱ་ཉེ་འདི་གིས་ཀྱི་འདུག་ད་ཟེར་ན་མ་གསུང་ད་རྐང་གཅིག་གཅིག་གོ་བསྡད་མི་འདུག་བྱས་ཙང་འདི་དང་འདི་ནང་བཞིན་མང་པོ་ཡོད་རེད་ཟེར་ཞུས་ཡ་ཡིན་ད་དོན་དང་རྡོག་རྡོག་དེ་མཐའ་མ་སང་ཉིན་བི་ཀའི་ཕེབས་བསུ་ལ་ཞུ་ཞུ་ག་འགྲོ་མ་འགྲོ་སོ་སོའི་བདེ་བ་རེད། གལ་སྲིད་འགྲོ་བ་ཡིན་ནས་ལ་དྲི་བ་གར་བཏང་ནས་ལ་དེ་སུ་སོ་བསམ་བློ་བཏང་ནས་དྲི་བ་བཏང་རོགས་བྱས་སུ་ནི་ཞུ་ཡ་ཡིན་ད་ལགས་སོ།